ཡི་གེ་ཁོ་རང་གི་རྩོལ་བ་ཟིན་ན་མ་དོ་སྒྲ་དེ་གྲག་ག་ཡོད་རེད། བྱས་ཙང་འདིའི་མཇུག་ལ། རྒྱུན་མཐུད་ཀྱི་ཚིག་འཕྲད་དེ་ཀ་ཡི་དག་ཅག་ངས་བཅངས་ཏེ་སྒྲ་དེ། སྒྲ་རྩོལ་དེ་གྲག་ག་ཡོད་དུས་ཙང་ནི་དེ་དེ་ན་བེད་སྤྱོད་དང། དེ་ནི། ང་ན་མ་ར་ཟེར་ང་ན་མ་ར་ལགས་ཟེར་ཡང་དེ། མ་ནིང་གི་ཡི་གེ་ཆགས་དུས་ཡོད་རེད། བྱས་ཙང་སྒྲ་རྩོལ་གཞན་ཡང་ཡོད་རེད། སྒྲ་རྩོལ་གཞན་ཡང་ཡོད་དུས་དེ་ནི་ཡང་ངས་ཡང་དེ་ཀོ་སྒྲ་རྩོལ་གཞན་པ་ཡིན་ཙང་ཨ་འདི་ལ་ཡང་བཅག་ཤག་པ་རེད།

དཔེ་བརྗོད་འཇོག་སྟངས་དཔེ་མ་སེལ་མང་པོ་རེད། འདོད་པ་ཁག་རེད་རྣམ་གཞག་ཁག་རེད་རྣམ་པ་ཚོ་དེ་ཡི་ཀློག་ན་ད་ལྟ་འདི་མང་ཡང་ཞུ་བདེ་བ་ཡིན་ན་མང་རོགས་རེད་རྣམ་པ་ཚོ་འགོ་ཉོ་རོགས་མ་གཏོགས་གང་མཁས་ཀྱི་ཡོད་མ་རེད་བྱས་ཙང་ད་ཅི་དུས་ཙང་ནས་འདི་མང་པོ་ཤོད་མ་དགོས་པ་བྱས། དེ་ནས། ད་ང་རང་ཚོ་ནམ་རྒྱུན་ལག་ལེན་ཐོག་ག་ལ་ག་རེ་འགྲོ་གྱི་གོ་རེད་ལག་ལེན་ཐོག་ག་ལ་ད་ག་རེ་འགྲོ་གྱི་བསམ་ན་བཏང་གོ་རེད་ཟེར་ན་ཚིག་རྒྱན་གསལ་ཡོད་དུས་ཙང་ནས་ཁོ་རྩ་ཚིག་རང་ནང་བསྟན་ཡོད་རེད། ཚིག་རྒྱན་གཉིས་ཟེར་ཡང་འདུག་ཚིག་རྒྱན་གཉིས་དང་བསྡུར་བར་འཇོག་ཟེར་ཡང་འདུག་ཙང་ཚིག་རྒྱན་གཉིས་སུ་སོང་ཞུ། དེ་བྱེད་དུ་ཙང་ནི་ཚིག་རྒྱན་ཟེར་ཡག་དེ་ལ་ཡིན་གྱི་མིན་གྱི་ཚིག་གི་རྒྱན་ཡིན་པ་ཚིག་རང་ལ་བསམ་བློ་བཏང་དགོས་གོ་རེད་དེ་མ་གཏོགས་བ་གེ། འདི་ནི་དཀར་བག་ཡང་ཡིན་ལ། ཨ་ནི། རྩིས་བག་ཡང་ཡིན་ཟེར་ཡག་བཟོ་འདྲ་བོ་དེ་འདྲས། དེ་ནི་ཚིག་རྒྱན་གྱི་དཔེ་འཇུག་ལ་བཞག་བཞག་པ་དེ་འདྲས་གསུང་ངེས་ཡོད་རེད་ཀྱེ་ཙི་འདི་དེ། ཚིག་རྒྱན་གྱི་དཔེར་འགྱུར་ལ་འགྲོ་བོ་མི་འདུག་དཀར་བ་ཡང་ཡན་ལག་མཛེས་པ་སེ་དཀར་དང་མཛེས་གཉིས་ཏེ། དོན་དག་མཚུངས་པ་བཟོ་འདྲ་བོ་བཅས་རེད་མ་གཏོགས་ཚིག་མཚུངས་པོ་མི་འདུག་འདི་ནི། དོན་མཛེས་པར་ཟེར་བ་ཟེར་གསུང་གི་མི་འདུག་ཚིག་མཛེས་པར་ཟེར་བ་ནི་ཚིག་རྒྱན་ཚིག་གི་རྒྱན་ཡིན་གསུང་འདུག་ཁྱེད་ཚོ་དེ་འདྲ་བྱེད་དུས་ཚང་ནས། འདི་ནི་ཚིག་རང་ལ་གཙོ་བོ་དང་བསམ་བློ་བཏང་དགོས་ཡོད་རེད། དེ་ནས་ད་དེ་ལ་ཅིག། མཐུན་པའི་ཚིག་རྒྱན་མི་མཐུན་པའི་ཚིག་རྒྱན་གཉིས་བྱས། མཐུན་པའི་ཚིག་རྒྱན་དེ་ལ་ཆག་ཆག་ཆག་པ་ན་དེ་ནི། མཛེས་ཀྱང་མཛེས་ཟེར་ཡང་འགྲོ། དཀར་ཡང་དཀར་ཟེར་ཡང་འགྲོ། ཨ་ནི་དམར་ཡང་དམར་ཟེར་ཡང་འགྲོ། ཆེ་ཡང་ཆེ་ཟེར་ཡང་འགྲོ་ལྷོད་ཀྱང་ལྷོད་ཟེར་ཡང་འགྲོ་ད་དུས་ཚོད་བྲལ་ཏེ། ཚིག་མཐུན་པ་གཉིས་ཀས། ཕྲད་སྦྱོར་ས་གས་ཀྱང་ཡང་ཨང་གསུམ་གས་ཕྲད་གང་ཡང་རུང་བ་སྦྱར་བ་ཡིན་ན་ད་འདི་གས་གོང་འོག་གས་ཚིག་གཉིས་པོ་དེ་མཐུན་བདེ་བ་བྱེད་བྱས་ཙང་ཚིག་མཐུན་བདེ་བ་དེ་གཉིས་ཀས་བར་ལ་སྦྱར་ཡོང་དུས་དེ། ཚིག་མཐུན་པ་ཡིན་ཙང་མཐུན་པའི་ཚིག་གི་རྒྱན་དུ་གྱུར་པ་དེ་ལ་མཐུན་པའི་ཚིག་རྒྱན། དེ་ནས་ཀྱང་ཡང་ཨང་གསུམ་གྱི་འཕྲལ་དུ་སྐྱོན་ཡོད་དུ་བསམས་ནས་གོང་འོག་གི་ཚིག་གཉིས་དེ་མ་མཐུན་སོང་བ་ཡིན་ན་ཨ་ནི་མི་མཐུན་པའི་ཚིག་རྒྱན། བྱས་ཙང་ད་དེ་གར་ཆགས་ཡོད་ཟེར་ན། མཛེས་ཀྱང་སེམས་ནག་ཟེར་ཡང་འགྲོ། འཛོམས་ཡང་སོས་ཟེར་ཡང་འགྲོ། འཁྱུད་ཀྱང་ཁྲོས་ཟེར་ཡང་འགྲོ། བསྟོད་ཀྱང་ཁེངས་ཟེར་ཡང་འགྲོ།

ལྟོས་ཀྱང་ཁྲོ་བ་ཟེར་ཡང་འདྲ་བོ་དང། ཁྱོད་ཀྱང་གར་ཟེར་བོ་རོ། ད་མི་གཉིད་ཟས་སུ་གོ་ན་གང་ལྟར་ཁྱོད་ཀྱང་ཁྲོ་ལྟོས་ཀྱང་ཁེངས་ཟེར་ཡང་འདྲ། ལྟོས་ཆོས་རེད་ཚང་མ་འདི་བྱ་ཚིག་རེད། ལྟོས་པ་དང་བཏུས་པ་དང་མཆོད་པ་དང་འདི་ཚོ་ཚང་མ་བྱ་ཚིག་རེད། དེ་ནི་དག་ན་ཇི་ལྟར་དཔེར་ན། ལྟོས་ཆོས་རེད་མི་མཐུན་པའི་ཚིག་ཅན་བྱ་གི་ཡོད་ར།

ཨོ་དེ་མང་པོ་རེད་ཁྱེད་ཕྱུགས་ཀྱི་ཚིག་ལས་སྦྱར་ཡོད་པ་དང་ས་བོན་བྱ་ཚིག་ལས་སྦྱར་བཞག་པ། བྱས་ཙང་འདི་འདྲའི་འདིའི་རིགས་དེ་མང་པོ་ཡོད་རེད་འདི་ཚིག་རྒྱན་གྱི་སྐབས་སུ། དེ་ནས། ད་འདི་ནས་གནད་འགག་ཅིག་ཡོད་རེད། ཚིག་རྒྱན་དང་བསྡུས་པ་གཉིས་དེ་ཁ་ཧ་ཤེས་ཡ་ལ་གར་སེ་ན། མང་པོ་ཅིག་ལ་ཚིག་རྒྱན་དང་བསྡུས་པ་གཉིས་དེ་འཕྲོག་ནས་ད་དཔེ་ཆུང་འཕྲོག་དེ་ས་ལས་མང་པོ་ཡོད་རེད་ཁྱེད་རྣམ་པ་གསེག་དང། དཔེར་བསྒྱུར་ལས་མང་པོ་རེ་གཞུང་གི་འགྲེལ་བཤད་དུ་བྱུང་གནང་ལོ་ལ། དེ་ནས། ད་སུས་སུས་སུ་བསམ་ནོ་ཅི་བཏང་གདའ། དེ་ནས་ཚིག་རྒྱན་གསལ་ཡོད་འདུག་ད་ལྟ་གོང་དུ་ཞུ་བ་ནང་བཞིན་རེད། དཔེར་ན། མཛིས་ཀྱང། མཛིས་ཟེར་ན་ཚིག་རྒྱན་ལ་འགྲོ་དགོས་འདུག་ཨ། མཛིས་པ་ཡང་ཡིན། ཟེར་ཡོང་བས་ན། བསྡུས་པ་ལ་འགྲོ་དགོས་རེད། མཛེས་པ་ཡང་ཡིན་ལ། ཨ་ནི་བརྗིད་པ་ཡང་ཡིན། གཟི་བརྗིད་དང་ལྡན་པ་ཡིན་ཟེར་དོན་དག་རོ། དེ་ནི། མཁས་པ་ཡང་ཡིན་ལ། མཛངས་པ་ཡང་ཡིན་ཟེར་ནས་གཤམ་ནས་བསྡུས་པའི་སྐབས་སུ་ཡོང་གི་རེད། དེ་ཚོའི་གྲས་སྤྱི་མཐུན་བསྡུས་པ་ཟེར་དེ་རེད། བསྡུས་པའི་ནང་འགྲོ་འགྲོ་གི་རེད། ཡིན་ན་ཡང་མཁས་ཀྱང་མཁས་ཟེར་དུས་ཚིག་རྒྱན་ལ་འགྲོ་གི་རེད། འདི་གཉིས་ཁྱད་པར་འགོ་ཚུགས་པ་དེ་གལ་ཆེན་པོ་ཞིག་རེད། གལ་སྲིད་མཁས་ཀྱང་མཁས་ཟེར་དུས་ཚིག་དེ་རྒྱན་གྱི་འདུག་མ་གཏོགས་གཞན་དག་ཅི་ག་བསྡུས་གི་མི་འདུག། མཁས་པ་ཡང་ཡན་ལག་ཟད་འདུག་ཙམ་ནས་དེ་གི་ཤུགས་ལས་གཞན་དག་ཅིག་སྟོན་གི་འདུག་བ། ད་དེ་གཞན་དག་ཅིག་ཤུགས་ནས་བསྡུ་གི་ཡོད་ན་ད་དེ། ད་ལྟ། གཤམ་ནས་ཡོང་ཡ་གི་བསྡུས་པ་ཟེར་ཡ་དེ་ཡོང་གི་རེད་ད་བསྡུས་པ་དེ་ལ། ད་མང་པོ་ཞེ་དྲག་ཡོད་རེད་དངོས་སུ་བསྡུས་པ་ཤུགས་ཀྱི་བསྡུས་པ་ཟེར་ཡ་རོ་ཤུགས་ཀྱི་བསྡུས་པ་ལ་ལས་མང་པོ་ཡོད་རེད་བྱས་ཙང་དེ་ཅི་ཡིན་འདུག་ཙམ་ནས་འདི་གཉིས་དེ་མ་འཕྲོ་བ་དེ་གལ་ཆེན་པོ་ཤུགས་ཆེ་གི་འདུག